ཨོ། རྣམ་པར་གླན་རྒྱལ་སྐུ་ཁམས་བཟང། ད་ད་རིང་གི་ལས་ཚན་ནང་ལ་ཡ། ཁ་ཚིང། བྱོས་དུས་ཞུ། ཟེར་ནས་ད་ད་རིང། བྱེ་བྲག། རྐང་པ། ཁ་སྐོང་མི་སྐོང་གི་རྣམ་བཞག་ཞུ་གི་ཡིན། དེ་ཡང་སྤྱི་དང་ཁ་ཚིང་གོང་ལ་ཡ། རྣམ་དབྱེ་དང། ཁྲེས་ཞེ་དབང་ཆེན་ད་འདི་སྐབས་ལ་ཡང་ཕྱིན་ཚར་བ་རེད་ཡིན་ནས་དེ་འདས་དབྱངས་ཅན་གྲུབ་པའི་རྡོ་རྗེ་ལོགས་སུ་དམིགས་སུ་བཀར་ནས་ཡ་སྔར་གྱི་ཕྱིན་ཚར་བ་རྣམས་སྡོམ་ཚིག་གི་ཚུལ་དུ་དེ་གསུང་བཞག་ཡ་རེད་འདི་གཅིག་མ་ཞུ་གི་ཡིན། དེ་ཡང་ལེགས་བཤད་ཇོ་བང་ལས་ར་རུ་ཡེ་ཡིས་ཨང་དབྱངས་རྣམས་རྐང་པ་མི་གོང་སྐོང་པའི་ཁྱད་འོའོ་འམ་གྱི་གོང་དུ་ཚེག། མེད་དང་ཡོད་པའང་དེ་བཞིན་ཡིན་ཞེས་ཤོ་ལོ་ཀ་གཅིག་གིས་བསྟན། དོན་དེ་གང་ཡིན་ཞེ་ན། ད་དེ་ཡང་ཐོག་མར་ང་དེ་ནས་སྤྱི་དང་བ་ལ་ཞུགས་ཡིན། ཡིན་ན་དེའི་ཡང་ཁྱེད་འདེབས་པའི་ཆེད་དུ། རྩ་བའི་ཐོག་ནས་རོབ་ཏུ་ཞུགས་ཡིན། དེ། ར་རུ་སོང་ཡང་དེ། གནའ་མི་གཉིས་པ་བཞི་པ་བདུན་པ་དེ་གཉིས་ཚེག་བཀག་པའི་སྐབས་ཀྱི་ཕྲད་ར་རུ་བྱས། ནི་གནའ་མི་གསུམ་པ་དང་དྲུག་པའི་ཡི་ཡིས། དག་ན་ཤིང་གི་རྐྱང་ཡང་ཨང་གསུམ་རྒྱས་འདུས་གབ་ཀྱི་ཨ་ཡང། ཨ་དེ་རྣམས་ཟེར་ན་འདི་སྐད་དེ་གསུང་ཡ་རེ། ཨ་ད་ར་དང་རུ་བྱ་ཡ། ཡི་དང་ཡི་བྱ་ཡ་ཨང་དང་ཡང། གཅིག་དང་གཅིག་པ་རེད་དེ་ཡིན་ན་ཡང་དེ་ཨང་ག་བ་བྱ་དགོས་ཀྱི་ཡོད་ཡང་ག་བ་བྱ་དགོས་ཀྱི་ཡོད་ར་ག་བ་བྱ་དགོས་རུ་ག་བ་བྱ་དགོས་ཞེ་ན་དེ་འདི་གལ་ཏེ་རྐང་པ་ཁ་སྐོང་བ་དང་མི་སྐོང་བའི་ཁྱད་པར་ཡིན་གསུངས་པ་རེད། དཔེར་ན། རྐང་པ་ཁ་སྐོང་བ་ཡིན་ན། ཨ་ནི། རུས། རུས། ཨ། དེ་ནས། ཨ། དེ་རྣམ་དབྱེ་གཉིས་བཞི་བདུན་པའི་དེ་ཉིད་ཚེག་བར་སོར་བ། དེ་ནས། རྣམ་དབྱེ་གསུང་འབྲུ་བའི་སྐབས་སུ། རྐང་པ་ཁ་སྐོང་བ་ཡིན་ན། ཨ་ནི། ཡིག།

འདུག་ཟེར་གྱི་འདུག་ཁྱད་པར་ཡོད་གསུངས་པར་དེ་ཁྱད་པར་ཡིན་གསུངས་པ་རེད་མ་གཏོགས་རྩ་བའི་ཁྱད་པར་མེད་གསུངས་པ་རེད། དེ་ནས་འོ་འམ་གྱི་གོང་དུ་ཚེག་གསུང་བས་ཏེ། དེ་ནས་ང་ཚོས་རྫོགས་ཚིག་སྐབས་ཀྱི་འོ་གསུང་བས་འཆི་བ། དེ་ནས་མིང་གི་འུ་དཔེར་ན་གའུ་ཞེས་པ་རེད་བ་དའུ་ཞེས་པ་དའུ། འོ་དང་ལ་དེ་ལ་སོ་དག་འོག་ལ་ཞུགས་ཀྱི་ཡིན་གང་དག་དེ་ནས་རྗེས་སྡུད་སྐབས་ཀྱི་འམ་གྱི་གོང་དུ་ཚེག་མེད་དང་ཡོད་པའང་དེ་བཞིན་ཡིན་གསུངས་བས། ཚེག་ཡོད་པ་དང་མེད་པ། ཚེག། བརྒྱབ། བརྒྱབ་ན། བརྒྱབ། བརྒྱབ་པ་དང་མ་བརྒྱབ་པ་གཉིས། དག་ར་ཡིན་གསུངས་པ་རེད་ད་ཚེག་བརྒྱབ་པ་ཡིན་ནའོ་བརྒྱབ་དཔེར་ན་གའོ་སི་ལབ་ཡིན་ན་དཔེར་ན། དཔེར་ན། ཚེག་བརྒྱབ་པ་ཡིན་ན། ཧོ་ར་ཨ་ལོ་ཀ་ཆགས་ཀྱི་རེད། ཚེག་མ་བརྒྱབ་པ་ཡིན་ན་མཉམ་འཛོ་ཆགས་ཀྱི་རེད། ཨོ་དེ། ཨོ་འམ་གྱི་གོང་དུ་ཚེག་གོང་ལ་ཡང་ཚེག་མེད་དང་ཡོད་པའང་སྔ་མ་བཤད་པ་ན་བཞིན་ཡིན་གསུངས་པ་རེད། ད་ལྟ་ནས་ངས་དྲ་མིག་གཙོ་དུ་ཅིག་བཟོས་བཞག་ཡོད། འདི་ཅིག་བཟོས་རོགས་གནང། འདི་ར་རུ་ཡི་ཡི་ཨང་ཡང་རྣམས་གཟིགས་ཁང་དང་པོ་འདི་གི་བསྟན་དོན་ནི་ལ་དོན་གྱི་ར་རུ་དང་ཨི་ལྡན་གྱི་ཡི་རྒྱལ་འདུས་ཀྱི་ཨང་ཡང་སོགས་རྣམས་ཟེར་ན་འདི་སྐད་དེ། དེ་ནས་རྐང་པ་མི་གོང་སྐོང་བའི་ཁྱད་གསུང་བས་འདི་རྐང་པ་ཁ་མི་གོང་བའི་ཚེ་ར། ཡི་ཨང་དང་རྐང་པ་ཁ་སྐོང་ཚེ། རུ། ཡི་ཡང་ཁྱད་པར་གྱིས་འཇུག་པ་ཡིན་གསུངས་པ་རེད། ད་དེ་ནས་ཚིག་རྐང་གསུམ་པའི་ཨུ་ཨམ་གྱི་གོང་དུ་ཚེག་སོང་བ་དེ་སླར་དུས་ཨོ་དང། མིང་གི་ཨུ། རྗེས་དུས་ཀྱི་ཨམ་བཅས། ཅེས་པ་དེ་དག་གི་གོང་དུ་ཚེག་བཟུང་བས་རེད། དེ་ཚིག་རྐང་གསུམ་པའི་བསྟན་དོན་འདུག་ཟེར་བ་ནས་མེད་དང་ཡོད་པའང་དེ་བཞིན་བཟུང་བས་དེ་རྗེས་འཇུག་ཨ་དང། ཐ་མེད། ད་ལྟ་རྗེས་འཇུག་མེད་པར་བ་ཅེས་རྐང་པ་ཁ་སྐོང་ཚེ་ཚེག། རྐང་པ་ཁ་མི་སྐོང་པའི་ཚེ་སྐོང་དང་རྐང་པ་ཁ་མི་སྐོང་པའི་ཚེ་ཚེག་མེད་པ་དང་ཚེག་ཡོད་མ་རེད་ཅེས་པས་རྐང་པ་ཁ་སྐོང་པའི་ཚེ་ཚེག་ཡོད། འདི་ཁྱད་པར་མ་དོན་ཤེས་ཁྱད་པར་ཡོད་མ་རེད། ད་དེ་ནས་ཁང་པ། ཁ། མི་དགོངས་པའི་དཔེར་བརྗོད་དུ་རྣམ་དབྱེ་གཉིས་བཞི་སོགས་ཀྱི་ལ་དོན་ལ་དཔེར་ན། ཉི་མར་ལྟ། ལྷར་གསལ། སློབ་གྲྭར་བསྐྱོད། མཁས་པ་ཆགས་ཕྱིར་སློབ་སྦྱོང་བྱས། ཟླ་འདི། ཁང་པ་ཁ་མི་དགོངས་པར་བ་དཔེར་ན་ཉི་མར་སོགས་ཀྱི་དོན། མ་དང་ར་འདི། ཁག་མི་དུང་བ། ཁ་སྐོང་མི་དུང་བ་ཁ་སྐོང་ཟེར་ན་ཚེགས་བརྒྱ་པ་རེད།

གཉིས་བཞི་སོགས་གསུངས་ཡོད་དེ་གཉིས་པ་བཞི་བ་བདུན་པ་དེ་གཉིས་ཚེ་སྐབས་ཡོད་རོགས་པ། དེ་ནས་རྣམ་དབྱེ་གསུམ་པ་བྱེ་བྲག་དང་དྲུག་པ་བྲེ་བྲག་སྟེ་རྣམ་དབྱེ་སུམ་དྲུག་གི་དབྱེ་བསྟན་ལ་འཇུག་པ་དཔེར་ན་རིན་པོ་ཆེའི་གཏེར། ཆེ་ཡིས་ཟེར་ན་ཁ་བ་ཁ་སྐོང་བར་ད་དེ་ཁ་བ་ཁ་མི་སྐོང་པའི་དཔེར་བརྗོད་ཡོད་འདུག་ས་ནས་རིན་པོ་ཆེའི་གཏེར། ཁང་པའི་དབྱིབས། བྱའི་གཤོག་པ། དཔེར་ན་ཁང་པ་དང་ཁང་པ་ཡིས་བྲིས་མི་འདུག་ག་ཁང་པས་བྲིས་འདུག་ག་བཀོད་འདུག་ག། དང་པོ་ཆེ་བྱ་ཡིས་བཀོད་མི་འདུག་ག་བྱའི་གཤོག་པས་བཟོ་འདུག་ག་ད་འདི་ཁང་པ་ཁ་མི་གོང་པ། དང་ནི་ད་རྒྱན་དུས་ལ་འཇུག་པའི་ཁང་པ་ཁ་མི་གོང་པ་སྟེ། ཤེས་ཀྱང་ཆེ། སེམས་པའང་དཀར། གཤིས་ཀའང་བཟང།

ལྷ་རུ་གསལ། སློབ་གྲྭ་རུ་བསྐྱོད། མཁས་པ་ཆགས་པའི་ཕྱིར་རུ་སློབ་སྦྱོང་བྱས། ད་ལྟའི་ཁང་པ། ཁ་སྐོང་པར། ཁང་པ་ཁ་སྐོང་ཟེར་ན་ཚེག་བརྒྱབ་པར། ཚེག་བརྒྱབ་དུས། ཨ་ནི། རུ། རུ། རུ། སྐྱོད་འགོ་དགོས་ཡོད་པ་རེད། གལ་སྲིད་ཚེག་མ་བསྐྱོད་ན། ར། ཞབས་ཞུ་མེད་པ་བྱས། དེ་ཡང་ཚེག་མ་བརྒྱབ་པའི། སྔ་མ་ཡ། ལ་དུས། ཁྲས་སྔ་མ་ལ་ཡ། བ། ད་ལྟའི། སྔ་མའི། སྔ་མའི་གི། མིང་གཞི་ལ་ཡ། བ། བྱ་དགོས་ཡོད་རེད། ཁྲས་དེ། དེ་ནས་རྣམ་དབྱེ་སུམ་དྲུག་གི་དབྱིབས་ལྡན་ལ་འཇུག་པ། རིན་པོ་ཆེ་ཡི་གཏེར། ཁང་པ་ཡི་དབྱིབས། བྱ་ཡི་གཤོག་པ། དང་རང་བཞིན། རྒྱུན་འདུས་ལ་འཇུག་པ། ཤེས་རྒྱ་ཡང་ཆེ། སེམས་དཔའ་ཡང་དཀར་གཤིས་ཀ་ཡང་བཟང། ད་དེ་ནས་ཁང་པ་ཁ་མི་སྐོང་པ་ལ་ད་སླར་དུས་སླར་དུས་རྣམས་བྱ་ཞུ་གིན་ཡོ་འམ་གྱི་ཁོང་དུ་ཚད་མེད་དང་ཡོད་པའང་དེ་བཞིན་ཡིན་གསུང་ཡང་འདེགས། སླར་དུས་འོག་ལ་བཅུག་པ། ལས་རྒྱུ་འབྲས་ནི་བསླུ་བ་མེད་པའོ། ཁང་པ་ཁ་སྐོང་མ་སོང་བ། འདུ་བྱེད་ཐམས་ཅད་ནི་མི་རྟག་པའོ། ཟག་བཅས་ཐམས་ཅད་ནི་སྡུག་བསྔལ་བའོ། མྱ་ངན་ལས་འདས་པ་ནི་ཞི་བའོ། བཏང་ཚུལ་དེ་ལྟ་བ་ཀ་དག་ཕྱག་རྒྱ་བཞིར་བ་ལ། དེའི་ནང་ནས། ལྟ་བ་ཁ་དག་ཕྱག་རྒྱ་བཞིར་ནང་ནས་ཆ་ཚང་ཡོད་པ་མ་རེད། གསུམ་ཡོད་ན་དགོས། གཞན་དེ་ལས་རྒྱུ་འབྲས་འགྲོ་བ་མེད་པའོ། མཐའ་དེ་ཡིན། མཐའ་དེ་གང་དག། དཔེར་བརྗོད་སུ་འདུག་བཀོད་པ་ཡིན། ཐ་དད་ནས་ཁང་པ་ཁ་སྐོང་བ་ལ། སླར་དུས་འོག་ལ་བཅུག་པ། སྐྱབས་འགྲོ་ལ་འདུ་ན་རྣམ་པ་གཉིས་ཏེ། འཇིག་རྟེན་པའི་སྐྱབས་འགྲོ་དང་འཇིག་རྟེན་ལས་འདས་པའི་སྐྱབས་འགྲོའོ། ད་སྐྱབས་འགྲོའོ། འགྲོ་དང་འོད་དཔག་ལས་ཚེགས་བརྒྱ་འདུག་བ་འདི་ཁང་པ་ཁ་སྐོང་བ་རེད། དེ་ནས་འཇིག་རྟེན་པའི་ལྷར་སྐྱབས་སུ་སོང་བ་ནི་འཇིག་རྟེན་པའི་སྐྱབས་འགྲོའོ། མཚན་གཞི་ངོས་བཟུང་བ། དཔེར་ན། ལྷ་དབང་ཕྱུག་ལ་ཕྱག་འཕྱར་བ་ལྟ་བུའོ། ད་འདི་ངས་དཔེར་བརྗོད་འདི་འདྲ་བཀོད་བཞག་ཡོད་འདི་ང་རེད་འདུག་བཀོད་པ་ཡིན། དཔེར་བརྗོད་ད་གའི་ངོས་ནས་མཁྱེན་གྱི་རེད་ལ་མཁྱེན་བདེ་བོ་ཡོད་བསམ་གྱི་འདུག། དེ་ནས་འཇིག་རྟེན་ལས་འདས་པའི་ལྷར་སྐྱབས་སུ་སོང་བ་ནི་འཇིག་རྟེན་ལས་འདས་པའི་སྐྱབས་འགྲོའོ། འཇིག་རྟེན་ལས་འདས་པའི་སྐྱབས་འགྲོའོ་སོགས་འདི་འདྲ་སྟེ་འགྲོ་དང་འོད་འབར་ལ་ཚེགས་བརྒྱ་དུ་བ་འདི་ཁང་པ་ཁ་སྐོང་བར་མཚན་གཞི། ངོས་བཟུང་བ་དཔེར་ན་དེ་བཞིན་གཤེགས་པ། རོ་ཆགས་འཆར་བའམ་སྐྱབས་སུ་འགྲོ་བ་ལྟ་བུའོ། ཐ་དེ་ནས་འུ་ཆུང་ངུའི་མིང་ལ་འཇུག་པ། ཐ་དེ་འུ་དེ་ཆུང་ངུའི་མིང་ལ་འཇུག་པ། ཐ་མིང་འཇུག་པ་གང་ཞིག་ལ་ཆུང་ངུའི་མིང་ལ་འཇུག་པ། དཔེར་ན། ཨ་ཀྱཱ་དབྱངས་ཅན་དགའ་བའི་བློ་གྲོས་ཀྱི་གདུགས་གསུངས་པ་རེད། ད་འདི་ངས་རྩ་བའི་མ་གསུངས་བཞག་འདུག་རྩ་བ་དེ་མ་འདུག་ཞུས་བཞག་གི་ཡིན། འདི་ཧ་ཅང་གི་ག་རེ་ཞུ་གོ་རྟ། ཁྱེད་བདེ་བོ་ཅིག་དང་ཤེས་རྒྱ་ཟབ་པོ་ཅིག་དང། ཐུགས་ཕན་གསོས་པོ་ཞིག་མཐོང་སོང། འདི་ངས་མ་ཁ་ཐུག་མ་བཀོད་བཞག་ཡོད། མི་དང་མི་བོ་མི་བོ་དང། ཉལ་དང་ཉལ་བོ་ཉལ་བོ་དང། ཤ་དང་ཤ་བོ། ཤ་ཤ་བོ་དང། རེ་བ། རྔ་དང་རྔ་བོ་རྔ་བོ་དང། མདའ་དང་མདའ་བོ་མདེ་བོ་དང། མདོ་དང་མདོ་བོ་མདེ་བོ་དང། མཛའ་དང་མཛའ་བོ་མཛེ་བོ་སོགས། དང་པོ་དངོས་པོ་རང་བབས་དང། བར་མ་ཆེན་པོའམ་མཆོག་ལ་འཇུག། ཐ་མ་ཆུང་ངུའང་དམན་པའི་མིང་གསུང་བས་ཏེ་ཐ་དེའི་གར་གསུངས་པར་ཟེར་ན། ཐ་དེ་ནི་མ་གསུངས་འདུག་ག་དཔེར་ན་མི་བྱས་མི་དང་དཔེར་ན་ཚིག་རྐང་དང་པོ་དེ་ཞུ་གི་ཡིན་མི་དང་མི་བོ་མི་བོ་དང་ཞུ་འདོད་ན། དང་པོ། དང་པོ་དེ་དངོས་བོ་རང་རེད་དངོས་བོ་རང་དཔེར་ན་མི་ཟེར་ན་མི་ཁོ་རང་རང་མཚན་གཞི་མིག་རང་རུ་བ། ཐ་མི་བོ་གསུངས་ཟེར་ནས་མི་ཆེན་པོ་ལ་གོ་གོ་རེད་གསུངས་པར་དེ་དང་པོ་དངོས་བོ་རང་བབས་གསུངས་འདུག་ག་ངོ་བ་དང་ཟེར་ན་མི་ཟེར་ཏེ་དང་པོ་དེ་དངོས་བོ་རང་བབས་མཚན་གཞི་ཁོ་རང་རང་བྱས། དེ་ནས་བར་མ་གསུང་བ་དེ་གཉིས་པ་དེ་གསུང་བ། བར་མ་ཆེན་པོའམ་མཆོག་ལ་འཇུག་ཟེར་ན་མིའོ་ཟེར་ན་མི་མཆོག་ཟེར་ན་མི་འདུག་མི་ཆེན་པོ་ལ་འཇུག་རེད་གསུང་བ། ཐ་མ་ཆུང་ངུའམ་དམན་པའི་མིང་དཔེར་ན་མིའོ་ཟེར་ན་མི་དམན་པ་ལ་གོ་དགོས་རེད་ལ་མི་ཆུང་ངུ་ལ་གོ་དགོས་རེད་གསུང་བ། ད་དེའི་ཚུལ་དུ་ཅིག་ཤེས་ཀུན་བྱང་ཚང་མ་ཁྱི་འགའ་འདུག་ག་དཔེར་ན་ཉྭ་དང་ཟེར་ན་སྔོན་བོ་བྱེད། ཉྭ་བོ་ཟེར་ན་ཉྭ་མཆོག་གམ་ཆེན་པོ་བྱེད། ཉལ་བུ་ཟེར་ན་ཉྭ་དམན་པའམ་ཉྭ་ཆུང་ངུ་བྱེད། ཤ་དང་ཤ་བུ་ཤེ་བུ་དཔེར་ན་ཤ་བ་བྱེད་རོ་བ་ཤ་བ་ཤ་བ་ཁོ་རང་རང་བྱེད། ཤ་རང། གོང་ད། ཤ་རང་བྱེད་རོ་བ་ཤ་བོ་ཟེར་ན་ཤ་ཆེན་པོ་བྱེད་ཤ་བོ་ཟེར་ན་ཤ་ཆུང་ངུ་བྱེད་ཤུ་ཤ་དམན་པའམ་ཤ་ཆུང་ངུ་བྱེད། རྔ་དང་རྔ་བོ་རྔེ་བོ་ཟེར་ན་རྔ་ཟེར་ན་དངོས་པོ་རང་ཕབ་རྔ་རང་བྱེད་དུང་ང་དུ་དུང་ཅན་གྱི་རྔ་ཡོད་རོ་བ་འོ་འདི་གསུངས།

རྫ་དང་རྫ་བོ་མཛའ་བོ་སོགས་རྫ་ཟེར་ན་རྫ། རྫ་མ་ག་རེ་ཡིན་ནས་རྫ་མ་ཁོ་རང་བཞིན་ངོ་བོ་མཛའ་བོ་ཟེར་ན་རྫ་མ་ཆེན་པོ། མཛའ་བོ་ཟེར་ན་རྫ་མ་ཆུང་ཆུང་སོགས་ད་དེ་ནས་སོགས་ཀྱིས་བསྡུས་པ་ག་རེ་ཡིན་དེའི་རིགས་སུ་གཏོགས་པ། དང་པོ་དེ་ངོ་བོ་རང་བབས་བར་མ་དེ་ཆེན་པོའམ་ཕྱོགས་མཐའ་མ་དེ་དམན་པའམ་ཆུང་ངུའི་མིང་ཡིན་གསུངས་པར། ད་དེ་ནས་ཡང་སྤྲ་དང་སྤྲེའུ། བྱ་བྱེའུ། ཐ་དེ་མཆོག་དམན་མཆོག་དམན་ཉིད་དོ། དཔེར་ན་སྐྲ་དང་སྤྲེའུ་གསུང་ངོར་བ། སྐྲ་ཟེར་ན་དངོས་པོ་རང་བབ་ཅན་སྤྲེའུ་ཟེར་ན་ནི་ཆུང་ངུ་བྱེད། བྱ་ཟེར་ན་བྱ་གཅིག་པ་བྱེད་ཆེན་པོ་བྱེད་བྱེའུ་ཟེར་ན་ཆུན་ཆུན་བྱེད་རོལ་བ། སྟ་རེ་ཟེར་ན་དངོས་པོ་རང་བབ་བྱེད་སྟེའུ་ཟེར་ན་ཆུན་ཆུན་གྲི་ཟེར་ན་གྲི་སྤྱི་དང་གི་མིང་བྱེད་གྲེའུ་ཟེར་ན་ཆུན་ཆུན་བྱེད་ཐེ་བོ་ཟེར་ན་སྤྱི་དང་གི་ཐེའུ་ཐེའུ་ཟེར་ན་ཆུན་ཆུན་ཁྲི་ཁྲིའུ་ཟེར་ན་ཁྲི་ཟེར་ན་ཁྲི་རྩ་བའི་ཁྲི་ཁོ་རང། དེ་དངོས་པོ་རང་ཕབ་ཁྲིད་བུ་ཟེར་ན་ཆུན་ཆུན། ཨང། དེ་ན་ཐོག་མར་རྩ་བ་དེ་མ་འགྲོགས་བྱང་ཞུ་ཡིན། ཁང་པ། ཁང་བུ་སྒོ་སྒེ་བུ། མཚོ་དང། མཚེའུ། ལ་སོགས་པ། སྔ་མ་དངོས་པོ་རང་མིན་དང་ཕྱི་མ་རྣམས་ནི་ཆུང་ངུ་མིན་ངོ་ད་ཅིང་ཞུ་བའི་ནང་དག་རེད། ཁང་པ་ཟེར་ན་དངོས་པོ་རང་བབས། ཁང་བུ་ཟེར་ན་ཁང་པ་ཆུན་ཆུན། སྒོ་སྐྱེས་བུ་སྒོ་ཟེར་ན། དངོས་པོ་རང་བབས་བྱས། དངོས་པོ་རང་བབས་ཟེར་ན་རྩ་བའི་རྩ་བའི་མཚན་གཞི་དག་རང་གསུངས་གི་ཡོད་རེད། སྒོ་བུ་ཟེར་ན་སྒོ་ཆུན་ཆུན། མཚོ་དང་མཚེའུ། མཚོ་ཟེར་ན་མཚོ་ཆེན་པོ། རྒྱ་ཆེ་ལ་གཏིང་ཟབ་ལ་མཐའ་གཏུགས་ས་མེད་པ་དེ་མཚོ་ཡི་མཚན་ཉིད་རེད་བག་རྒྱ་མཚོ་ཆེན་པོས་མཚོ་བྱས། ད་ལྟ་མཚེའུ་གསུངས་འདུག་ད་ནི་མཚོ་ཆུན་ཆུན། ལ་སོགས་པ་དེ་སྔ་མ་དེ། སྔ་མ་ཟེར་ན་དང་པོ་དེ་སོང་བས་རེད་དཔེར་ན་མཚོ་མཚེའུ་ཟེར་ན་མཚོ་དེ་སྔ་མ་རེད་བ་མཚེའུ་དེ་ནི་ཕྱི་མ་རེད་བ་སྔ་མ་ངོ་བོ་རང་བབས་སོང་ཕྱི་མ་སོང་སྟེ་མཚེའུ་སོང་བས་ལྟ་སྟངས་ནི་གཅིག་ཤེས་ཀུན་ཀྱང་ཟུར་དུ་འཁྱེར་གྱི་འདུག་བ་ཕྱི་མ་རྣམས་ནི་ཆུང་ངུའི་མིང་ཡིན་སོང། ད་དེ་ནས་སྔ་མོ་སྔེའུ་རྟ་སྟེའུ་ཤ་བ་ཤེའུ་ཕ་ཕེའུ་ར་མ་རེའུ་ཁྱི་ཁྱི་གུ་ལུག་དང་ལུ་གུ་ལ་སོགས་པ་སྔ་མ་སེམས་ཅན་རང་མིང་དང་ཕྱི་མ་ཕྲུ་གུའི་མིང་དུ་ད་འདི། མ་དང། ཕྲུ་གུའི་གི་རྣམ་གཞག་གསུང་གི་ཡོད་རེད་ཆོས་འབྱུང་གི་རྣམ་གཞག་མ་རེད། རྔ་མོང་རྔེའུ་ཟེར་ན་རྔ་མོང་ཟེར་ན་རྔ་མོང་རང་བྱས་རྔེའུ་ཟེར་ན་རྔ་མོང་གི་ཕྲུ་གུ། རྟ་ཟེར་དུ་ཟེར་ནས་རྟ་རང་བྱས་བས་ན་རྟ་མ་བ། རྟེའུ་ཟེར་ན་རྟའི་ཕྲུ་གུ། ཤ་བ་ཟེར་ན་ཤ་བ་རང་ཕ་མ། དེ་ནས་ཤ་བུ་ཟེར་ན་ཤ་བའི་ཕྲུ་གུ། བ་སེ་དུ་ཟེར་ན་བ་ཕྱུགས་རང། བ། དེ་ནས་མ། བེ་བུ་ཟེར་ན་བ་ཕྱུགས་ཕྲུ་གུ། དེ་ནས་ར་མ་སེ་དུ་ཟེར་ན་ར་རང། ར་ཨ་མ་ཡོར་བ་འདི་ལ་ར་མ། དེ་ནས་རེ་བུ་ཟེར་ན་རའི་ཕྲུ་གུ་ལ་རེ་བུ་གསུངས་པ་རེད། ཁྱི་ཁྱི་གུ་སེ་དུ་བ་ཁྱི་ཨ་མ་བྱས། ཨ་ནི་ངོ་བོ་རང་བབས་བྱས་ཁྱི་གུ་གསུངས་ཡང་དེ་ཁྱིའི་ཕྲུ་གུ་ལ་ཁྱི་གུ། ང་དུས། ཕལ་སྐད་ལ་ཡང་ཁྱི་ཕྲུག་ཁྱི་ཕྲུག་ཟེར་གི་རུ་བ། ནཱ་དའི་ཡི་གེ་རྣམས་ལ་ཡང་ཁྱི་གུ་གསུང་གི་བ། ལུག་དང་ལུ་གུ། ལུག་ཟེར་ན་ལུག་རང་འཇགས་བྱེད་དངོས་པོ་རང་འབབ་བྱེད། ལུ་གུ་གསུང་བ་ཡིན་ན་ལུག་གི་ཕྲུ་གུ་ལ་སོགས་པ་སྔ་མ་སེམས་ཅན་རང་མིང་དང་སྔ་མ་སེམས་ཅན་ཁོ་རང་གི་མིང་རེད། ཕྱི་མ་ཕྲུ་གུའི་མིང། དཔེར་ན་ལུག་གི་ནང་ལུག་ཁོ་རང་སེམས་ཅན་རང་མིན་ཆད་ལུག་གུ་དེ་ནི་ཕྲུ་གུའི་མིང། ལུག་གི་ཕྲུ་གུ། ཞེས་གསུངས་པ་ནི་རྨད་དུ་བྱུང་བའི་ལེགས་བཤད་བསམ་མོ། འོ་ལགས་སོ། ད་འདི་དག་རང་མཁྱེན་གྱི་ཡོད། ཚིག་རྐང་ཐ་མ་དེ། དམིགས་ས་ཞུ་དགོས་ཡ་མི་འདུག།